བསམ་དོན་འགྲུབ་པའི་སྨོན་ལམ་ཞུ་གི་ཡོད་ཞུ་ཡས་ཡིན། ཨ་ནི། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་ལོ་ལ། ད་དང་ཁ་ཚང་འགྲོ་འཆར་ཆགས་པའི་ན་ཉིས་སྟོང་ཉི་ཤུ་རྩ་གསུམ་མཇུག་ལ་ཨ་ནི་མི་མང་ཆེས་ཀྱི་སོ་སོས་ཀྱི་ངོ་དེབ་ནང་ལོ་ལ། ཨ་ཉིས་སྟོང་ཉི་ས་བཞི། དགའ་སྤྲོ་ཆེད་དུ་ཨ་ནི་སྤྲོ་གི་བཏང་བ་དང་ནང་མི་མཉམ་འཛོམས་བྱས་བ་དང། ཨན་དང་ཞིན་ནི་ད་ག་ན་ཞིན་གྱི་འཛོམས་འཛོམས་བྱེད་བྱེད་བྱེད། མང་པོ་ཅིག་བྱེད་པ་དེ་འདྲ་ངས་མཐོང་བསྡད་སོང་དཔལ་འབྲས་སུམ་རྩ་ང་ཡིན་ན། ཨ་ད་ཕེ་རྗེ། ཉིས་སྟོང་བརྒྱད་ཀྱི་རྗེས་ལ། རེད་བ། ཉིས་སྟོང་བརྒྱད་ཀྱི་རྗེས་ལ་བོད་ནང་ལོགས་ལ། ཨན་ཅིག། དཀའ་ངལ་བྱུང་ཨན་ད་ག་ན་ཞིན་བོད་མི་མང་པོས་ནི་སྲོག་ཤོར། ཉིས་སྟོང་བརྒྱད་ཀྱི་རྗེས་ཀྱི་རྗེས་ལ་ཨ་ནི་བོད་མི་མང་པོས་ཅིག་གིས་ཨན་སོ་སོའི་རྒྱལ་ཁབ་དང། མི་རིགས་ཀྱི་ཆེད་དུ་རང་ལུས་མེར་སྲེག་གཏང་ས་རུ་བྱས་ལ་ཅིག། ཅིག་དགའ་དགའ་སྤྲོ་སྤྲོ་བྱེད་ཡ་དང་འཛོམས་འཛོམས་བྱེད་ཡ་དང་དེ་འདྲའི་བྱེད་ཡ་ཚབ་ལ། ཅིག། ཅིག་གསོ་བ་སྨོན་ལམ་བཏབ་ཡ་དང་ད་ག་ན་བཞིན་གྱི་དེ་འདྲའི་བྱེད་ཡ་གྱི་ལམ་ལུགས་སུ་ང་རང་བྱེད་དེ་ཡོད་དེ་འདྲ་སོང་ཙང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་ལོ་ལ། ཅིག། ད་རྒྱ་གར་རྒྱ་བལ་འབྲུག་གསུམ་དམིགས་བསལ་བོད་ནང་ལོ་ལ། ཨ་ནི། མི་ཚང་སུ་འདྲ་ཅིག་ནང་ལོག་ལ། ཨ་ནི་སོ་སོའི་ནང་ལ་སྤུས་སྤུན་མཆེད། ཨ་ནི་བཟའ་ཟླ། ཨ་ནི་ཕ་མ་དེ་འདྲའི་འདས་གྲོངས་ཆེན་པོའང་ད་ག་ནས་ཤི་བུ་ཕྲུག་དེ་འདྲའི་འདས་གྲོངས་ཆེན་མོ་ཡོད་པ་ཡིན་ན། ཨ་ནི་རྣམ་པ་ཚོ། ཚང་མ་ལོག་ལ་ཨ་ནི་སྡུམ་གསུམ་མཉམ་སྐྱེལ་བཏང། ཨ་ནི། ཁོ་རང་ཚོ་ལ་ད། གྲོངས་རྒན་ཚོ་ལ་ཨ་ནི་སོ་བ་སྨོན་ལམ། ག་པ་ཡང་བཏང། ཨ་ནི་བོད་རྒྱལ་ཁབ། ཁ་བ་ཅན་གངས་ལྗོངས་གནམ་ལོ་ལ་མ་འོངས་པར་མི་ལུས་རིན་པོ་ཆེ་བསྐྱལ་བར་ཤོག་ཟེར་གྱི་སྨོན་ལམ་རྟེན་འབྲེལ་ཅིག་བརྒྱབ་ཀྱི་ཡོད་ད་ལྟ་བསམ་ཙང་རྣམ་པ་ཚོས་སོ་སོའི་མི་ཚེ་གནམ་ལོ་ལ་བཏགས། སྡུག་བསྔལ་ཞིག་བྱུང་བ་རེད་སྡུག་བསྔལ་འདི་ཚོ་བྱུང་བ་དེ་ནི་ཏན་ཏན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དེ་རྣམ་པ་ཚོའི་ཁྱིམ་ཚང་གནམ་ལོ་ལ་ཞི་བདེ་དང་སྐྱིད་པོ་ཡོང་བའི་ངས་སྨོན་ལམ་བརྒྱབ་ཀྱི་ཡོད་ཟེར་གྱི་རེ་ཞུ་བས་ཡིན།

སྤྱིར་བཏང་འདི་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་སྤྱི་འཐུས་ལྷན་ཚོགས་ཀྱིས་འཚོགས་མ་ཐུབ་པ་ཆགས་ཡ་གི་གནས་སྟངས་ཅིག་རེད། ད་ག་ན་ཞིང་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཨ་ནི་སྤྱི་འཐུས་ག་ཤེད་ཅིག་གིས་ཨ་ནི་བོད་རྒྱལ་ཁབ་དང་མི་རིགས་ལ་བསམ་བློ་བཏང་བྱས་བྱས་བྱས་ཨ་ནི་སྐད་ཆ་སྨྲ་ཤེས་བྱས་བྱས་བྱས་སོ་སོས་ཀྱི་ཁེ་ཕན་སྒྲུབ་ཡ་སོ་སོས་ཀྱི་དོན་དག་སྒྲུབ་ཡ་སོ་སོས་ཀྱི།

ཨ་ནི་བོད་པའི་ཀྱི། བོད་ཕྱི་དང་ནང། བ། གཉིས་ཀ་གི་སེམས་ནང་ལོག་ལ་ཨ་ནི་དོ་པོ་དང། དཀའ་ངལ་ཤུགས་ཆེན་པོ་བཟོད་བྱེད་ཀྱི་དམིགས་བསལ་གྱི་དམ་བཅའ། ཨ་ནི་ད་བར་དུ་ཨ་ནི་བོད་ལོ་ངོ་ལྔ་བཅུ་དྲུག་ཅུ་རིང་ལོ་ལ། ཨ་ནི་གཅིག་བོད་རྒྱལ་ཁབ་དང་མི་རིགས་ལ་བསམ་བློ་བཏང་སྟེ་ནས་མི་རྒན་པ་མང་པོ་ཅིག་གི་སེམས་ནང་ལོག་ལ་དཀའ་ངལ་བཟོད་བྱེད་ཀྱི་ཁྱད་ད་ད་འཇའ། སྤྱི་འཐུས་གྲོས་ཚོགས་ལ་ཡ་དེ། ལྟ་ཡ་ཁོ་རང་ངོ་ཚ་ཡ་གི་གནས་སྟངས་དེ་གི་ཆ་བྱད་ཀྱི་ཡ། ཨན་ཆི་སྤྱི་འཐུས་གྲོས་ཚོགས་ནང་ལ་ཆོས་བརྒྱུད་སྤྱི་འཐུས་དེ་ཚོ་ལངས་པའི་སྐབས་ལ་སྐད་ཆ་བཤད་པའི་སྐབས་ལ་བཤད་སྟངས་དེ་ཚོ་ལ་ལྟ་བྱེད་བྱེད་བྱེད་དེ་ཚོ་ཡང་ཅིག་ལྟ་ཡག་གི་ཉོབ་བྱེད་བྱེད་བྱེད། དེ་ཚོ་གི་ཨན་སེམས་ཤུགས་བཅག་པའི་གནས་སྟངས་དེ་འདྲ་མང་པོ་ཅིག་ཆགས་བསྡད་ཡོད་པ་ཅིག་ངས་ངོས་འཛིན་བྱེད་ཀྱི་ཡོད། དེ་འདྲ་སོང་ཙང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ཨ་ནི་ང་ཚོ་དབུ་མའི་སྒོ་ར་བོད་སྤྱི་ལ་གྱོང་སྐྱོན་ཤུགས་ཆེན་པོ་རག་བ་དང་ལྷག་པར་དུ་ཨ་ནི་བོད་མི། མི་སྐྱ་ནང་ལོག་ལ་ཨང་ཅིག། དགེ་འདུན་པ་དང་བྷ་ག་ནས་གཤེན་གྱི་དགེ་བཤེས་དང་བླ་མ་དང་མཁན་པོ་ལ་དད་པ་ལོག་འགྲོ་བ་དང་དེ་འབྲེལ་གྱི་གནས་སྟངས་དེ་འདྲ་ཅིག་ཆགས་ཡོད་པ་ཞིག་ངས་ངོས་འཛིན་བྱེད་ཀྱི་ཡོད་དེ་འདྲ་སོང་ཙང་འདི་ཚོ་ང་ཚོ་དངོས་གནས་ཁོ་ར་བོད་སྤྱི་ལ་མགོན་སྐྱོན་ཤུགས་ཆེན་པོ་ཞུ་ཅིག་རག་ཡོད་རེད་འདི་གི་འགན་འདི་ཆ་ཚང་ཅིག་ད་ལྟའི་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཡོད་རེད་ད་ངས་སྤྱི་འཐུས་ལྷན་ཚོགས་ལབ་པའི་སྐབས་ལ་འདི་ད་ལྟའི་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཡོད་འདོད་པ་འདི། སྤྱི་འཐུས་ཚོགས་གཙོ་ནས་བཅས་ཀྱི་ཚོགས་གཞོན་ནས་བཅས་སྤྱི་འཐུས་ཇི་བཞི་ཤ་ལྔ་ཚང་མ་གིས་འགན་འདི་འཁྱེར་དགོས་ཡ་འདི་གལ་ཆེན་པོ་རེད་བསམ་གྱི་ཡོད། ད་ད་འདས་ཀྱི་ཉིས་སྟོང་ཉིས་རྩ་བཞི་ལོ་འདི་སྔོན་མའི་ཁོ་རང་བོད་སྤྱི་བ་དང་རྒྱལ་ཁབ་ལ་བསམ་བློ་བཏང་བྱས་བྱས་བྱས། ཨ་ཅིག་གནད་དོན་གནད་དོན་ལ་བསམ་བློ་བཏང་བ་མ་གཏོགས་མི་སྒེར་ལ་བསམ་བློ་བཏང་བྱས་བྱས་སྐད་ཆ་མ་བཤད་བར། བོད་རྒྱལ་ཁབ་དོན་དག་ལ་སྐད་ཆ་བཤད་བར་དེ་འདྲས་ཀྱི་དོན་དག་གྲོས་ཐུབ་ཐུབ་ན་དེ་ནི་དངོས་གནས་ཁོ་རང་ང་ཚོ་བོད། གཅིག་ལ་ཨ་ནི་ཁེ་ཕན་དང་ཁེ་ཕན་སྒྲུབ་ཐུབ་ན་ཡག་པོ་ཡོང་རེད་བསམ་གྱི་ཡོད། དེ་ནས་གསུམ་པ་དེ་མཐའ་མ་དེ་ཨ་ནི་ངའི་བསམ་པ་ལ་ཤིན་ཏུ་གལ་ཆེན་པོ་ཆགས་ཀྱི་འདུག་བསམ་གྱི་འདུག་ཨ་ནི་འདི་ང་ཚོ་བོད་སྤྱི་ལ་སྒྱོང་སྐྱོན་རག་ཡ་དེ་ག་བ་ལ་རག་བསྡད་ཀྱི་ཡོད་རེད་ཟེར་བ་ཡིན་ན་ད་ངས་རྣམ་པ་ཚོ་ལ་དཔེ་མཚོན་བཞག་པ་ཡིན་ན་ད་ང་ཚོའི་གི་བོད་པའི་གི་ཕྱི་རྒྱལ་ཁབ་ར།

ཨན་གྲོང་ཁྱེར་རྡ་རམ་ས་ལ་གྱི་མི་འབོར་འདི་དང་གཅིག་པོ་གཅིག་རྐྱང་རེད། གཅིག་པོ་གཅིག་རྐྱང་རེད། བ། རྒྱ་མཚོ་གི་ད་རྒྱ་མཚོ་ཆེན་པོ་བརྗོད་པ་ཡིན་ན་རྒྱ་མཚོ་ཆེན་པོ་འདི་ནང་ལོགས་ལ་ཆུ་གི་ཐིགས་པ་གཅིག་འདྲ་བོ་གཅིག་ང་ཚོའི་གི་བོད་པའི་གི་མི་འབོར་འདི་སྐྱབས་བཅོལ་ནང་མི་འབོར་ཆགས་འདུག་ད་རྒྱ་མཚོ་ཆེན་པོ་འདི་ནང་ལ་ཆུ་གི་ཐིགས་པ་གཅིག་གི་མི་འབོར་འདི་ང་ཚོའི་བོད་པའི་གི་མི་འབོར་ཆགས་ཀྱི་ཡོད་པ་ཡིན་ན་ཡང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགུང་ལམ་དགུང་གྲངས་བཅུ་དྲུག་ནས་བྱེད་ཨན་ད་ཧ་ནས་བྱིན་གྱིས་དེའི་སྐབས་ལ་མི་རབས་རྒན་པ་ཚོ་གིས་དཀའ་ལས་རྒྱབ་ཆེ་ཆེ་བྱས། བོད་མིའི་སྒྲིག་འཛུགས་དེ་ཧྲ་ཏག་ཏག་བཟོས། ང་ཚོས་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་བཟོས་ད་ཧ་ནས་བྱིན་གྱིས་འཛམ་བུ་གླིང་ཡོངས་ལ་བོད་པ་སྐྱབས་བཅོལ་བ་དེ་སྐྱབས་བཅོལ་བ་ནང་ལོགས་ནས་དངོས་གནས་ཁོ་རང་གྲྭ་ཁ་ཅིག་ལ་ཆགས་ཡས་ཀྱི་གནས་སྟངས་དེ་རྒྱ་བོད་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ཡིན་པ་དེ་ང་ཚོ་ནམ་ཡང་དྲན་པ་བརྗེད་རྒྱུ་ཡོང་མ་རེད་བསམ་གྱི་ཡོད་དང་པོ་དེ། དེ་ནས་ཨ་ནི་མི་རབས་རྒན་པ་ཚོས་ཀྱི་དཀའ་ལས་བརྒྱབ་པ་རེད། ཨ་འདི་ནས་ད་བོད་ནང་བོད་མི་ཚོས་ཀྱི་སེམས་ཤུགས་ལ་རག་ལས་ཀྱི་ཡོད་རེད། ད་ཕྱིས་སུ་ང་ཚོ་ལོ་ལྔ་བཅུ་ཟིན་ནང་ལོགས་ལ། ལོ་ལྔ་བཅུ་ཟིན་ནང་ལོགས་ལ་ཨ་ནི། ད་ང་ཚོས་ཀྱི་ཁོག་པའི་སྙིང། ལྷ་མི་རྣམས་དྲན། ཕྱི་ནང་དགོངས་སུ་བསྟན་སྐུ་ཆེན་པོ་མཆོག་ལ་ཨ་ནི། མཚན་མོའི་བཞུགས་རྒྱན་འདི། ཕྱི་དང་ནང་གཉིས་ཀ་ནས་བྱུང་བའི་གནས་སྟངས་མང་པོ་ཆགས་ཀྱི་ཡོད་རེད་ད། ཕྱི་ཕྱི་གི་ཐོག་ལ་ང་ཚོ། མཚན་མོའི་བཞུགས་རྒྱན་བྱུང་བས་ན་ང་ཚོ་ཧྲག་ཐག་ཐག་བྱས་བྱས་ང་ཚོས་དེ་ཚོ་ལ་གདོང་ལེན་བྱེད་ཐུབ་ཀྱི་འདུག། ད་ནང་བཞིན་ནང་ལ་མཚན་མོའི་བཞུགས་རྒྱན། བོད་པའི་སྤྱི་ཚོགས་ནང་མང་རོ་མང་རོ་འགྲོ་གི་འདུག་ད་དེ་ཚོ་ཚང་མ་མཚན་མོའི་བཞུགས་པའི་སྐབས་ལ། དགའ་ལྡན་ཕོ་བྲང་མིང་བེད་སྤྱོད་བྱེད་ཀྱི་འདུག་སྐྱབས་རྗེ་ཟངས་མདོག་རིན་པོ་ཆེའི་མིང་བཀོད་ནས་བེད་སྤྱོད་བྱེད་ཀྱི་འདུག།

ལ་ཐུབ་ཡག་གིས་གདེང་ཚོད་དེ་ལེགས་ཀྱི་མ་རེད། རྒྱ་བོ་རིན་པོ་ཆེ་ལ་བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན་ན་རྒྱ་བོ་རིན་པོ་ཆེ་བཞུགས་པའི་སྐབས་ལ་རྒྱ་བོ་རིན་པོ་ཆེའི་མཚན་གནས་སྲུང་སྐྱོབ་བྱེད་དགོས་པ་དེ་ཤེས་འདུག་གལ་ཆེན་པོ། འདི་བྱེད་སྟངས་དེ་ག་འདྲས་གཅིག་པུ་ལབ་པ་ཡིན་ན་ནི། རྒྱ་བོ་རིན་པོ་ཆེ་ལ་མཚན་སྨད་ཞུ་མཁན་དེ་ནང་ལ་བྱུང་བའི་སྐབས་ལ་དེ་ཚོ་ལ་ང་ཚོ་ཁ་བརྡས་ཆགས་འདུག་ཡང། དཔེ་ཤེས་ན་སྡིག་པ་ར་ཙ་ལ་ཨེ་འགྲོ་དང་ག་ག་ནས་ཤེས་གནས་དང་མང་པོ་ཅིག་ཡོད་རེད། སྤྱི་འཐུས་གྲོས་ཚོགས་ནང་ལ་ཡང་གནས་ཚུལ་མང་པོ་བྱུང་འདུག་གི་འདུག་བ། སྤྱི་འཐུས་གྲོས་ཚོགས་ནང་བྱུང་གི་ཡོད་པ་དེ་ཆོས་ལུགས་སྤྱི་འཐུས་ཁ་ཤས་ཀྱིས་འདི་འདྲི་བྱེད་ཀྱི་ཡོད་པ་དེ་ང་ཚོ་མཐོང་བསྡད་ཀྱི་འདུག་བ་དེ་འདྲ་སོང་ཚེ་འདི་ཚོ་ལ་ང་ཚོ་ཁ་བརྡའི་བྱ་དགོས་པ་དང་འདི་ཚོ་འདི་ཚོ་ལ་ང་ཚོ་ལབ་ཐུབ་ཡག་གི་བློ་ཁོག་དང་གདེང་ཚོད་དེ་དགོས་ཡག་དེ་ཤིན་ཏུ་གལ་ཆེན་པོ་རེད་སོ་སོའི་མི་ཚེ་ནང་ལོག་ལ་སོ་སོའི་ཧ་ད་ད་ཡག་པོ་ཆགས་ཀྱི་རེད་སོ་སོའི་ནང་མི་དང་སོ་སོའི་དཔལ་འབྱོར་ཡར་རྒྱས་གཏང་ག་ཚོད་གཏང་ཐུབ་པ་ཡིན་ན་ཡང་དེ་ནས་རྒྱ་བོད་རིན་པོ་ཆེ་ཀྱི་བཀའ་དྲིན་རྗེས་དྲན་དེ་ཧ་གོ་བཞིན་པའི་སྐབས་ལ་རྒྱ་བོད་རིན་པོ་ཆེ་ཚད་མའི་བཞུགས་གནས་དེ་ནང་ལ་བཞུགས་གནས་འདུག་བསམ་ཕྱིར་ད་ལྟའི་ཧ་གོ་བཞིན་པའི་སྐབས་ལ། ཨ་ནི། ད་འདོད་ཡང་དོགས་པ་རྣམ་རྟོག་སྐྱེད་བྱེད་ཅེས་དེ་འདྲའི་ལ་དྭགས་པ་རྒྱག་མ་ཐུབ་པ་ཡིན་ན། ཨ་ནི། དངོས་གནས་ཁོ་རང་ང་ཚོ་བོད་པ། སྤྱི་མེས་ཀྱི་བསོད་ནམས་སྤྱི་བེད་ཀྱི་བསོད་ནམས་དེ་ཉམས་ཆེན་གྱི་ཡོད་པ་དེ་གསལ་བོ་རེད། ཁྱོད་པས་མི་སྲིད་གསལ་བོ་རེད། ང་ཚོ་བོད་པ་ཡིན་ལ་ཅིག་ཅིག་ངོ་ཚ་དགོས་ཡ་ཅིག་རེད། དེ་འདྲ་གསུངས་ས་དེས་ངས་ཚང་མ་ལོག་འདང། དུས་ཚོད་སླེ་བའི་སྐབས་ལ་བ། མ་དོན་བྱེད་ཀྱི་སྐད་ཆ་བཤད་ཐུབ་ཡ་ཁ་རི་ཁ་ཐུག་ནས་སྐད་ཆ་བཤད་ཐུབ་དེ་ལབ་ཐུབ་བས་དེ་ངའི་སེམས་པ་ལ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གྱི་ཡོད་དོ་ཞུ་བ་ཡིན། ཨ་ཡིན་དག་ན་ཤིང་གི་ད་སྣམ་བུ་ཚོ་ཉིས་སྟོང་ཉིས་རྩ་བཞི་ལོའི་ནང་ལོགས་ལ་བྱ་བ་ལམ་འགྲོ་ཡོང་བ་དང་ཨ་ཡིན་དག་ན་ཤིང་གི་སྣམ་བུ་ཚོ་ངས་ང་དང་མི་ཚེ་ལ་དྲ་བ་ཡི་ཐོག་ནས་སེམས་ཁྲལ་རྩ་བ་ཉིད་ནས་བྱེད་དགོས་ཨ་ཡོད་མ་གདའ། སེམས་ཁྲལ་རྩ་བ་ཉིད་ནས་བྱེད་དགོས་ཨ་ཡོད་མ་རེད། སོ་སོའི་གི་མི་ཚེ་ནང་ལོགས་ལ། དེབ་ཅིག་ཡོད་པ་ཡིན་ན་ནི་དེབ་དེའི་ནང་ལོགས་ལ་ཤོག་གྲངས་བརྒྱ་ཡོད་པ་ཡིན་ན་ཤོག་གྲངས་གཅིག་དེ་ངེད་ཀྱི་མི་ཚེ་ནང་ལ་དཀའ་ངལ་འཕྲད་རྒྱུ་ཡོང་གི་ཡིན་གྱི་རེད། ཤོག་གྲངས་དེ་ཧ་འགྱུར་བ་ཞིག་བཏང་པ་ཡིན་ན་ནི་ཁོ་ཡག་རེད་ཡག་རེད་མ་གཏོགས་ཡོད་མ་རེད་དེ་འདྲ་སོང་ཙང་གནས་སྟངས་དེ་འདྲ་ཅིག་རེད་མིན་ཡང་རྣམ་པ་ཚོས་ད་ངེད་ཀྱིས་ང་ལ་རྒྱབ་སྐྱོར་བྱེད་སྟངས་དེ་ག་འདྲའི་སོར་འཇལ་ཐུབ་པ་ཡིན་ན་ཡག་པོ་འདུག་བསམ་གྱི་འདུག་ན་ངེད་ཀྱི་བརྙན་ཐུང་འདི་རྣམ་པ་ཚོས་ཚོགས་ཞུགས་གནང Subscribe བྱེད་ཨ་ནི། ངེད་ཀྱིས་ཨ་ནི་ངའི་ངོ་དེབ་ནང་ལོགས་ལ་དེ་བཀྲམས་པའི་སྐབས་ལ་ཨ་རྣམ་པ་ཚོ་གང་མང་མང་མགོ་འགྲེམས་བྱེད་ཐུབ་པས་ན་ཨ་ནི་ངའི་བསམ་པ་ལ་ཡག་པོ་འགྲོ་ཞིང་རྒྱབ་སྐྱོར་འགྲོ་ཞིང་བྱེད་པ་ནན་པོ་འགྲོ་ཞིང་མཐོང་དུ་ཡོད་དེ་འདྲ་སོང་གཞན་པ་ང་ལ་རྒྱབ་སྐྱོར་བྱེད་དགོས་ཡ་དེ་དགོས་ཡ་རྩ་བ་ནས་མེད། ང་ཧྲ་ཏག་ཏག་ཡོད། ཨ་ནི། མི། མ་ག་ངའི་དེ་ཚོ་ལ་ངས་ཁ་བརྡས་ཅང་མ་ཐོབ་པར་ཁྱེད་སྒུག་བཞིན་ཡོད། ཤེས་ཡོན་གྱི་ཐོག་ནས་ཁ་བརྡ་བྱ་ཐུབ་ཡོད་འཇོན་ཐང་གི་ཐོག་ནས་ཁ་བརྡ་བྱ་ཐུབ་ཡོད་ཉམས་མྱོང་གི་ཐོག་ནས་ཁ་བརྡ་བྱ་ཐུབ་ཡོད་གང་ཅིའི་ཐོག་ནས་ཁ་བརྡ་བྱ་མ་ཐུབ་པ་ཁྱེད་ཀུ་ཅི་མེད། ཁྱོད་རང་ཚོས་ང་ལ་ག་ཚོད་སྡུག་ཅག་ལབ་པ་ཡིན་ན་ཡང་ངེད་ཀྱི་སྡུག་ཅག་འདིས་ཁྱོད་རང་ཚོའི་གྱི་སྡུག་ཅག་འདི་གིས་ང་ལ་ཚུར་ཕོག་ཡ་ཡི་ཀྱང་ཡོད་ན་རྩ་བ་ཡིན་ནོ་མ་གི་རྣམ་པ་ཚོ་ཕག་ཁེ་འགྲོ་ཡ་མ་གཏོགས་ང་ལ་དགོས་ཡ་ཁྱེད་ཀུ་ཅི་མ་རེད། ཅེས་ཞུ་ཡ་ཡིན།